ཚང་མ་ལ་འཚམས་འདྲའི་འདི་ལོའི་ཞོལ་གདང་ཨ་ནེ་ཡང་དེ་རིང་བོད་ཕྱི་ལོ་ཉིས་སྟོང་བཞི་རྩ་དྲུག་ལོའི་ཧའེ་ད་སྤྱི་ཟླ་དང་པའི་ཚེས་དྲུག་ཉིན་ཧའེ་ད་བརྙན་ཐུང་ནག་ལ་ཨ་ནེ་བསྟན་མཁས་མཆོག་གཅིག་བཀོད་ལ་ཨ་ནེ་ཡང་དེ་རིང་སྐད་ཐུང་ཐུང་གཅིག་ཨ་བཤད་ན་ཟེར། ད་དེའི་ག་རེ་བཀོད་ལ་གཅིག་ཨ་ཆགས་ཡི་འདུག་ལ་ན་ད་དེ་ཧའེ་ད་ཁ་སང་ག་ལོ་ད་གཅིག་ཨ་དེ་འདྲ་སོང་ནས་ཨ་ནེ་འགོ་བཙུགས་རྗེས་ཧའེ་ད་ཨི་རང་ནག་ཧོ་ལ་ད་གཅིག་ཧའེ་ད་ཨི་རང་མི་མང་ངེས་ནས་ཨ་ནེ་ཨི་རང་གཞུང་ལ་དེར་ད་གཅིག། ངོ་རྒོལ་ཤུགས་ཆེ་བོ་ཞེ་བོ་ཞིག་བརྒྱབ་པས་དེ་རིང་གང་ལྟར་སྤེལ། ད་གནས་ཚུལ་གང་ལྟར་ཅིག་ཡ། དེ་སོགས་དེ་འདྲ་སོང་ཙང་ད་དེང་དེ་ལྟར་བརྙན་ཐུང་གནང་འོག་ལ་ཨ་ནེ་ཡང་དེའི་ག་ལོ་ལྟར་ཅིག་ཡ། ད་རྙོག་དྲ་བཀོད་ལ་ཨ་ནེ་མགོ་ནས་ག་ལོ་ལྟར་ཅིག་ཡ་སྐད་ཆ་ཅིག་བཤད་ན། ད་དེ་ཡང་དེ་རིང་འདི་ལ་ག་ལོ་ལྟར་ཅིག་ཡ། ད་དབྱི་རང་མི་མང་ངས་ནས་ཨ་ནེ་དབྱི་རང་གཞུང་ལ་དེ་ལྟར་ཅིག་ངོ་རྒོལ་རྒྱག་ག་དེ་བཀོད་ལ་ཨ་ནེ་མགོ་ནས་ག་ལོ་ལྟར་ཅིག་ཡ་སྐད་ཆ་ཅིག་བཤད་དགོས་ཀི

ཉེན་ཁ་ཞེ་བོ་ཞིག་སྤྲད་ཀྱི་ཡོད་དེ་རིགས་གང་ལྟར་དཔེར་ད་གནས་ཚུལ་དེ་ནི་དེ་རིགས་གནས་ཚུལ་དེ་ཙམ་མ་ཡིན་པར་ད་ལྟའི་དེ་ད་ཉེན་ཁ་སྤྲད་ཡས་སུ་གང་ལ་ད་ད་ལྟའི་ཆར་ཨ་རི་དང་ཨ་ནི་ཨིས་རལ་དེ་ཚོ་ངོས་ནས་གང་ལྟར་དཔེ་ད་ཅིག་ཐེ་ཇི་ཡ་མ་གང་ལྟར་ཁོང་ཚོ་ངོས་ནས་དཔེ་ད་ཅིག་གོ་སྐབས་ཤིག་གླེང་གི་ཡོད་དེ་རིགས་གང་ལྟར་དཔེ་ད་གནས་ཚུལ་ཅིག་དེང་དུ་འདི་འདྲ་སོང་ཙང་དེ་རིང་དེ་ད་དེའི་སྐབས་ལ་ད་ཅིག་གནད་དོན་དེ་སྐོར་ལ་ཨ་ནི་ཡང་གོ་ནས་གང་ལྟར་ད་ཅིག་སྐད་ཆ་ཅིག་བཤད་ན། ད་དེ་ཡང་ང་ཚོ་ཁ་གསལ་དེ་ཨེ་ད་ད་ཨི་རང་ནང་ལ་ཨ་ནི་ཨི་རང་མི་མང་ངས་ནས་ཨ་ནི་ཨི་རང་གཞུང་ལ་ངོ་རྒྱ་ག་ཨི་གར་ངོ་རྒོལ་རྒྱག་ཨེ་ད་ད་ཁ་སང་དེ་དྲག་དེ་ནས་འགོ་བཙུགས་རུ་བ་དེ་ནས་ཁ་སང་དེ་དྲག་འགོ་རྒྱ་འགོ་བཙུགས་ན་གང་ད་དེ་ངོ་རྒོལ་དེ་དེ་རིང་དུ་གང་ད་མུ་དེ་རྒྱག་གི་ཨོ་ཨ་ནི་མུ་དེ་རྒྱག་ཨེ་ཙམ་མ་ཡིན་པ་ད་དེ་ནས་ད་ངོ་རྒོལ་ད་བསྟན་རྗེས་ད་ཕར་ཆེ་དེ་རིང་སི་བར་དུ་ཨ་ནི་ཨི་རང་གི་མི་མང་ཉི་ཤུ་སི་ག་ལ་ད་ཅིག་ཨེ་བསད་ཚར་འདུག་བ་ཨ་ནི་མི་མང་ཉི་ཤུ་བསད་ཙམ་མ་ཡིན་པ་ཨ་ནི་དེ་གི་མཉམ་དུ་མི་མང།

དཔེ་དག་ཁོས་ག་ལེར་སོན་ན་ལྟ་བས་དེ། ཕེ་ཀིན་དང་རྙོག་དྲ་བཟོ་ཉེས་ཡིན་ནའང་རེད་ཡ་མ་ག་ལོ་ལྟ་ཅིག་དྲག་པོའི་དོན་ལེགས་པོ་སྤེལ་ན་ལྟ་དེ་ཚོ་ཏག་ཏག་བཟོ་ལ་དེ་ཚོ་གང་ལ་ཕེ་དེ། སྙིང་རྗེ་བཟོ་རེ་ད་རྩ་བ་ཉེས་བྱས་ཡ་མ་རེད། ལྟ་བས་དེ། དེ་ཙམ་མ་ཡིན་པ་གང་ལྟ་མིག་མང་ངོ་རྒོལ་བྱེད་ཉེས་ཀྱི་ལྟ་ཅིག་བརྙན་དེ་ཡིན་ན་རེད་མ་ག་དེ་ཁོང་ཚོ་གི་ལྟ་ཅིག། ཆ་རྐྱེན་སོ་ད་ག་ཟེ་རེ་བྱས་ཐོག་ཏུ་དེ་འདྲའི་སྐད་ཆ་དེ་ར་ཨ་ཡེ་ཏོ་ལ་ཁ་མེ་ནེ་ངེ་ན་བཤད་དེ་འདུག་བ་ཨ་ནེ་ཨ་ཡེ་ཏོ་ལ་ཁ་མེ་ནེ་གི་དེ་འདྲའི་སྐད་ཆ་བཤད་ཙམ་མ་ཡིན་པ་དེ་གི་རྗེས་ནི་ཨ་ད་ཨི་རང་གཞུང་གི་དེ་ར་ལྟ་ཅིག། ཆེད་དེ་ཁྲིམས་ཞིབ་གང་ལ་ལོ་ད་ཁོང་ཚོ་ངོས་ནས་དེ་འདྲའི། བའི་སྲས་དྲག་ཆས་འདུག་ད་ག་སི། ཨི་ཇི་ཀ་ཏི་མ་སོ་རོ་ཨེད་ལ་གོ་རོ་རོ་ཨེད་ཏི་ལ་ཡི་ག་སུ་ད་ཏི་རྙོག་དྲ་སུ་ཉེ་དྲོ་ད་ད་དྲག་པོ་ལས་ཀ་བྱེད་འདྲ་དེ་བ་ན་ནི་བས་ཏི། ཏག་ཏག་བཟོ་ཡིན་ཡང་མེད་དེ་ཚོ་ལ་གང་འདྲ་བས་ད་ཅི་གུ་ཡངས་ཀྱི་བསམ་བློ་དེ་རེད་གུ་ཡངས་ཀྱི་ཐག་ཆ་དེ་རེད་གལ་མི་འོས་དེ་འདྲ་གང་འདྲ་བས། སྲས་དྲག་དྲག་ཆས་འདུག་འོ་དེ་འདྲ་སོང་ཙ་ད་གང་འདྲ་ད་ཏི་ཆ། ཨི་རང་གི་ད་ཆེད་ལུགས་དབང་ཆ་དེ་ངེས་ནས་ལས་སླ་བོ་ལ་གང་འདྲ་ཁོང་ཚོ་ལ་ད་ཅི་ཐག་ཆ་གལ་ཆེན་མི་འདུག་བ་ད་ཅི་ཡང་ཅི་དང་ད་ལྟ་བར་དུ་ཨི་རང་ནང་ལ་ད་ཅི་ཨི་རང་མི་མང་ངོ་རྒོལ་རྒྱག་སྐབས་སུ་གང་འདྲ་ད་ག་རང་གི་ཁོང་ཚོ།

ད་ལྟའི་སྐར་ན། དེ་དང་དེ་དང་དུ་ཁ་གསལ་ཏེ་ཕ་ཡུལ་དང་དེ་བན་གླ་དེ་སིརི་ལན་ཀ་བཙན་མ་ཡིན་པ་ཨི་རན་གྱི་སྒོ་འགྲམ་དག་རང་ན། སི་རི་ཡའི་ནང་ལ་མི་མང་ངོ་རྒོལ་བྱས་རྗེས་ཁོས་ཨ་སད་པི་རུ་བ་འོ་དེ་ནང་བདག་གིས་ཨི་རན་དེ་ལ་ཡོང་མ་བཟོད་ཁའི་མ་རུ་འོ་དེ་འདྲ་སོང་ཙང་ནི། ཁོའི་གྲས་ཀྱི་ཆ་ཤས་དེར་བརྟེན་ཡོད་གནས་ཚུལ་དེར་དེང་གི་འདུག་འོ་དེ་འདྲ་སོང་ཙང་ཁ་ན་ད་ལྟའི་ཆར་ཨི་རན་གྱི་ཁ་ལོ་ད་ཅིག། རྙོག་དྲ་ངོ་རྒོལ་དེ་ག་ལ་གང་ཙམ་ཤུགས་ཆེ་བོ་འདྲ་བོ་ཅིག་ཆགས་རྗེས་ད་དེ་ཡང་ཅི་ལྟར་འདའ། ད་དང་ཚུར་ད་ཅིག་ཁྲིམས་ཐོག་གི་ཨི་རན་གཞུང་ལ་ད་ཁོ་ཁོ་ཚོ་ད་གང་ད་ཨི་རན་མི་མང་མཉམ་དུ་ད་ཅིག། གྲལ་མོལ་བྱས་པ་ཡམ་གང་འདྲ། སྐད་ཆ་བཤད་མི་དེ་རེད། ཁོ་ཚོ་སེ་ར་དར་ཕྱིན་ཡོད་པ་དཔེར་ན་ཁ་སང་འདུག་ཨི་རན་ནང་ལ་ངོ་རྒོལ་བྱུང་ཚར་རེད་བྱས་ཐག་རང་ནི་ཨི་རན་སྲིད་འཛིན་དེ་འདྲ། པ་ཞིག་ག་ལ་ད་ཁོ་ཡི་ལམ་སང་མི་མང་མཉམ་དུ་སྐད་ཆ་བཤད་འོ་ལ་ཡི་འདུག་ཨ་ནི་དེ་ལ་ཡ་ཙམ་མ་ཡིན་པ། ད་ཕར་ཆེར་མདང་དགོང་ཐོག་ར་ཡིན་ས་འདྲ་དེ། ཨི་རན་གཞུང་ངོས་ནས་ད་སེ་ར་གས་ཅོག་ཅིག་ག་རེ་བྱ་ད་དེ་དང་འདྲ་ཨི་རན་ནང་ལ་ཡེ་སྐྱོ་གི་ཨ་ནི་ཨི་རན་མི་མང་ཚང་མ་ལ་ཨ་ནི་ཨ་རིག་གི་འགྲོ་ལོ། དེ་ཡིན་དྲན་ཡིན་ལབ་ར་ད། ད་གྲོ་ལོ་དེའི་ལས་སྒོ་སུ་ད་རྒྱ་གར་ལ་སྤར་ན་ཕ་བཞི་ད་དགུ་མོ་ལྔ་བརྒྱ་དེ་ལོ་ད་དེ་ཨི་རན་མི་མང་ཚང་མ་ལ་ད་དེ་སྤྲད་ཀྱི་ད་ཁར་སྣ་ད། ད་དེ་ད་དཔེར་ན་ཁ་སང་ད་ཨི་རན་ནང་ལ་ངོ་རྒོལ་དང་པོ་བྱུང་བས་ད་གང་ད་དཔལ་མཆོག་དཀའ་ངལ་ཤོར་འཕྲད་འདུག་ཨ་ཨི་རན་གྱི་དཔེ་ཤེད་ཀྱི་རྫ་དེ་ག་ཚོད་ཆགས་འདུག་ཨ་དེ་ཙམ་མ་པ་ཉིན་རེ་གི་ད་ཅིག་རྒས་རྒུ་རྒྱུ་ལྕགས་ལ་ཚོ་དགོངས་ཞོར་ཕར་དུ་འོ་དེ་ལ་སོང་ད་དེ་ཚོ་དེ་གང་ད་དཀའ་ངལ་སེལ་བྱེད་དུ་ཨ་ནི་མི་ཚང་མ་ཡི་གང་ད་ད་ཅིག་ཨེ་དངུལ་ད་དངུལ་ཁང་ག་ལ་ང་ཚོ་ཁ་ཆགས་ན་ལ་དེ་འདྲི་གི་དཔེ་ཆ་ཅིག་བླུག་གི་ལན་སེ་ར་བྱས་འདུག་ཨ། ད་ཡིན་ན་དེ་འདྲ་གི་གསལ་སྒྲ་བྱས་བ་ན་དེ་གཅིག་པུས་ཡི་རངས་མི་མང་ཁ་བཀག་ཐུབ་ས་མ་རུང་བ་ད་ང་ཚོ་དེ་ཡི་རངས་ཀྱི་དཀའ་ངལ་དེ་ང་ཚོ་ཨིན་ཇི་ཀ་མ་སོ་ན Structure ལ་དཀའ་ངལ་རེད Structure པའི་རྩ་བ་ཁོ་རང་ན་རུལ་བསྡད་འདུག་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ལས་ཁ་བཀག་ན་རྗེས་མ་རྩ་བ་དེ་དག་རང་བསྡད་ན་ཁོ་ཏག་ཏག་དེ་ཡིན་མ་རུང་བ་འོ་དེ་འདྲ་སོང་ཙང་གང་ལྟར་ཁ་ལོ་ད་ཅིག་ད་ལྟའི་ཆར་ཡི་རངས་ཀྱི་ངོ་རྒོལ་དང་ག་ལ་གང་འཚམས་ད་ཅིག་ཞེད་སྣང་ཚ་བོ་ཞིག་གང་ལ་འགྲོ་གི་ཡོད་དེ་རེད།

རྩ་བ་ཉིད་སྒྲིག་གམ་དེ་སྒྲིག་གི་མི་བ་ཙམ་མ་ཡིན་པར་དག་པས་ཏེ། དེ་འདྲའི་ངོ་རྒོལ་རྒྱག་ན་ལ་དྭགས་ཐེ་ཇི་དང་རྙོག་དྲ་བཟོས་ཙམ་མ་ཡིན་པར་ད་རུང་ཨ་རི་དང་ཨིས་རལ་ཚུན་ངེད་ནས་ཨ་ནི་ཨི་རན་ལ་མགོ་ནས་དམག་རྒྱག་བ་ན་འདིའི་སྐབས་སུ་བས་ཏེ་ཨི་རན་ངེད་ནས་ཁོ་གཉིས་ཏག་ཏག་བཟོ་ཡིན་པའི་ཁོ་གསལ་བསྒྲགས་གསལ་བསྒྲགས་ཙམ་མ་ཡིན་པར་ཁོང་ཚོ་བས་ཏེ། ད་ང་ཚོ་པར་དང་ཆུ་བོ་དང་བསྟན་འདུག་བ་དཔེར་ན་པར་སྣ་ལ་ག་རེ་བསྟན་ས་ད་འདི་དང་འདྲ། ང་ཚོ། མི་ཕུང་པོ་ལུག་ཟ་གི།

ང་ཚོ་གཏམ་དཔེ་བརྗོད་ཁར་བཟའ་མི་འུ་ཐུག་ན་ཆོང་རྐྱང་ཁྱེད་རང་འགྱག་སྲིད་རུ་ཨོ་དེ་ར་སོང་ད་གང་འདོད་ད་འདི་བྱལ། ཡི་རང་གི་ད་རྙོག་དྲ་དེ་གང་ད་རྩ་ཁྲག་པོ་ཅིག་གང་ལ་ཡེ་བའི་དེ་རིང་གནས་སྟངས་འདྲ་བོ། ཨ་རི་ཞེ་ད་དན་པེ་ན་རྒྱ་གར་གི་ངེད་ན་དེ་རེ་ད་ཅིག་བལ་ཏེ་ཡི་རང་ན་ལ་ཡི་གུ་རྒྱ་གར་གི་མི་སེར་ལ་ཉེ་ད་བཏང་ཚར་འདུག་ད་གང་ད་ཁ་ལ་ས་དེ་ད་རྒྱ་གར་ན་ལ་ཡི་གུ་དེ་རེ་ད་ཅིག་རྒྱ་གར་མི་མང་ལ་ནི་ཡི་རང་ན་ལ་འགྲོ་གི་མ་ན་མ་འགྲོ་ལ་ཡི་འདུག་བ། ད་དེ་ཤུ་ལ་ག་ད་ངོ་གོ་ད་ཞེ་ན་ཚོ་ཕི་གི་ན་ལ་ཡང་བལ་ཏེ་ད་འགྱུར་བ་ཞོ་ཞིག་སླེ་ཉེན་ཀ་ཡ་རུ་བ། རེ་བ་ནི་དེ་ཙམ་མ་ཡིན་པར་དཔེར་ན་ཨི་རན་ནང་ལ་ཡི་གེ་འུར་དེར་བལྟས་ཀྱིས་རྒྱ་གར་གྱི་སློབ་ཕྲུག་ཚོས་ངོས་ནས་བལྟས་ཏེ་རྒྱ་གར་གཞུང་ལ་རེ་བ་ཆགས་ཆེ་ཚ་འདུག་བ་རེ་བ་ཁ་ཤས་ན་ད་གང་ལྟར་ག་ཟེ་ཧོབ་དེ་རྫ་དྲག་པོ་གི་དེ་རེ་གནས་སྟངས་འགྱུར་བ་ཤུགས་ཆོག་བྱུང་བ་ན་ནི་གཞུང་ངོས་ནས་སྐྱབས་དགོས་དེ་འདྲའི་རེ་བ་ཞུ་ཚ་འདུག་བ་འོ་དེ་ཚོ་ལ་ལྟ་ཡི་སྐབས་སུ་གང་ལྟར་དེ་ཅག་ཕྱོགས་མང་པོ་ནས་གང་ལྟར་དེའི་སྟ་ཉེན་ཁ་ཡི་དེ་ཡི་བ་མཐོང་གི་ཡོད་རེད་བ་གང་ལྟར་ཉི་མ་ཉི་མ་གི་འགྱུར་བ་ག་རེ་ཉི་མ་ཉི་མ་གནས་ཚུལ་ག་རེ་ལེགས་མིན་ལྟ་གི་ཡོད་རེད་བ་དེ་འདྲ་སོང་ཙང་གང་ལྟར་དེའི་ཆ་ལ་ལྟ་དེ